ཨོ་ད། ང་ཚོ་གང་ལྟར་བཏང། རྒྱ་ཆེའི་མང་ཚོགས་དེ་ཅིག་ཆོས་ལ་ཤེས་ནས་དད་པ་ཐོབ་པ་ཅིག་གིས་སྤྱི་ཚོགས་ཤིག་བཟོ་ཐུབ་ན་བསྟན་པ་གནས་ཀྱི་རེད། མང་ཚོགས་སྤྱི་ཚོགས་དེ་ཆོས་ལ་ཤེས་ནས་དད་པ་ཐོབ་པ་ཅིག་མེད་པ་བྱས་བྱས་རྨོངས་དད་བྱས། ཨེ་ནི་པུཀ་ཏི་ཡིས་དེ་དེང་དུས་ཀྱི་སློབ་སྦྱོང་ཅིག་ཏུ་ཐོན་ཡོད་འདུག་ཟེར་ནས་རྨོངས་དད་དེ་ཡིད་མ་འཕྲོག། ཆོས་ཀྱི་གོ་རྟོགས་གཏིང་ཟབ་ཅིག་ཡང་མ་བྱུང། དེ་འདྲ་ཞིག་གི་ངང་ནས་ཨེ་ནི་རིམ་པས་རིམ་པས་ཀྱི་ཆོས་དད་ཉམས་དྲག་ཅིག་གཏན་འདེད་བྱ་གི་རེད། ཨེ་ནི་སྤྱི་ཚོགས་ཁོ་ར་ཆོས་དད་ཉམས་ན་ཨེ་ནི་དགེ་འདུན་པ་ཡོང་ཡང་ཀྱི་སྟོབས་ཤུགས་ཆེ་བའི་རྫིང་བུ་རང་ཆགས་འགྲོ་གི་རེད། དཔེར་ན་ང་རང་ཚོ་གཞིས་ཆགས་ཁག་ནང་ལོགས་ནས་བར་བརྒལ་བ་དང། དགོན་པར་སྒྲིག་ཞུགས་བྱས་ནས་དཔེ་ཆ་ལྟ་མཁན་དང་དེ་འདྲ་བྱེད་མཁན་དགེ་སློབ་ཉུང་ཉུང་རེད་འདུག་ག། མགོ་སྟོད་ང་ཚོ་ལྟར་གཞིས་ཆགས་ཐོག་མར་ཚུར་འགྲོ་བདེ་བ་དང་གདན་ས་གསུམ་མ་རྒྱ་གར་ལྷོ་ཕྱོགས་ལ་ཐོག་མར་སྤོས་པའི་དཔོན་གྲོང་ཁ་ཐུག་བདེ་བ་ལ་ཡང་གཞིས་ཆགས་རང་གི་སྤུ་གུ་དེ་འདྲའི་གྲྭ་ས་ལ་ཞུགས་ནས་དཔེ་ཆ་བལྟས་ནས་ཡོང་གི་ཡོད་རེད། བར་བརྒལ་བ་དེ་ཧྲ་ཉུང་ཉུང་ཆེ་འདུག་ག། ད་ཁོ་ཚོ་ཞིག་སློབ་སྦྱོང་གོ་སྐབས་དེ་ཡག་རུ་ཕྱིན། སློབ་སྦྱོང་ཐོན་ནས་མཐོ་རིམ་སླབ་གྲྭ་འགྲོ་ཡག་གི་གོ་སྐབས་མང་དུ་ཕྱིན། ད་སྡུག་ཟེར་ནི་དེ་ང་ཚོ་སླབ་གྲྭ་པུ་གུ་ཚོ་དང་ང་ཚོ་དགོན་པའི་སྤྱི་ཀྱི་བཤད་གྲྭ་ཁག་ཚོའི་འབྲེལ་བ་དེ་ང་ཚོ་གཏན་འབྲེལ་ཅིག་འདང་གི་མི་འདུག་འཐུས་ཤོར་ཕྱིན་ཤག་ད་དེ་འདྲ་ཡིན་ཙང་ཁ་ཚིག་ངན་མི་དགོས་རྒྱ་གར་ལྷོ་ཕྱོགས་ལོ་ཡག་དེ་རེད་ཅིག་དགོན་པའི་དགོན་པ་ས་དེ་དེ་ག་ས་ཆུ་བོ་དེ་གཞིས་ཆགས་ནང་གི་སློབ་ཕྲུག་ཕོ་མོ་གང་ཡིན་ནས་གང་ལྟར་དབྱེ་བ་མེད་པར་བྱས་བྱས་ཅིག་དཔེ་ཆ་ཁྲི་ཡར་ཡོད་དེ་བ་ཅིག་དག་ད་རིགས་ལམ་ཁྲི་ཡར་ཡོད་དེ་བ་ཅིག་དག་ཨིན་དེ་ནས་ཡང་ཅིག་ཆོས་ལྷའི་ནང་ལས་ཅིག་ཅིག་ཡང་དུས་ཚོད་རུ་ངེས་ཅན་ཅིག་ལ་ཅིག་ཡང་ཚོགས་ཡག་སོགས་ལ་བྱུང་བ་ཡིན་ན་ཁོ་ཚོ་སེམས་ནང་ལོག་ལ་ཡག་ཅིག་སྤྲོ་བ་རུ་ལ་ཡག་ཅིག། ཨེ་ནི་ག་ལི་ག་ལི་ལི་ཡ། ད་ངས་རིགས་ལམ་གྱི་ཐོག་ནས་འགྲོ་ཡག་འདི་ངས་ད་ཡག་པོ་ཞིག་སྦྱངས་བསམ་པས་ཅིག་སེམས་ལ་ཡག་པས། ག་སོག་རུ་ཕེབས་ཀྱི་ཡིད་འཕྲོག་པར་བྱུང་བ་ཡིན་ན་ཨེ་ནི་རིམ་པས་རིམ་པས་ཀྱི་གྲྭ་ས་ལ་ཞུགས་ཡག་ཅིག་ཏན་ཏན་མང་རུང་འགྲོ་ཡག་ཏན་ཏན་ཡོང་གི་རེད་བསམ་གི་བསམ་ཁོ་ད་དེ་ཚོའི་སྒྲས་དཔེ་གལ་ཆེན་པོ་རེད་ཤག་ཅེས་སྣང་བ་དེ་ཚོའི་དགོངས་པ་ཞིག་བཞེས་དགོས་ཀྱི།